ད་ངེད་ཐེངས་དེ་འདྲ་ལྷ་སའི་བདེ་སྐྱིད་ཐང་ཆེན་མར་དེ་འདྲ་འཁྲབ་དེ་ནི་ད་ངེད་ཐང་ཆེན་གྱི་སེམས་ལ་བདའ་ཡི་ཤ་བོ་དེ་འདྲ་རེད་ཡིན་འདུག་དེ་ལ་ད་ངེད་ཐེངས་དེ་འདྲ་ནད་དུ་མ་གི་ཐང་ཆེན་མར་ད་ངེད་ཐེངས་ལ་འགྱངས་བ་དེ་རེད་དུས་དེ་ནས་ཨོ་རྒྱན་རིན་པོ་ཆེ་གི་གཏེར་ཁ་ཐོ་སོ་ཐང་ཆེན་ཛམ་ལྷང་དོག་མར་ད་ཁྱེད་གང་ལྟར་ཤིན་ཏུ་ནས་ཀྱང་ནུབ་པ་ཆེན་པོ་དེ་རེད་འདུག་དེ་ལ་ས་གི་མི་ཆུང་དག་ནི་ད་གཏེར་ཐང་ཆེན་ཁ་བྱས་ཁ་བཙལ་དེ་རེད་རེད་སོང། སེང་ངེ་རིན་པོ་ཆེ་གི་ཁ་འབྱེད་ཆོས་ཆུང་ལ་བལྟས་པས་བཀོད་མི་ཐུབ་དེ་སྐད་འཕྱུག་ནོར་ལ་སྐུ་འཁྲུངས་ཚེ་ད་ལྟའི་སྐབས་སུ་ཆོས་ཆུང་བསུ་མ་གནང་རྒྱུ་དེ་ནི་ད་འདི་རྒན་བུ་གི་དེ་འདི་རྒྱུད་རྫིག་ཐང་གི་བསུ་ནོར་བསུ་འཆར་རྩ་བ་ཉིད་ནི་བརྩེ་མི་ཐུབ་ད་དེ་འདྲ་རེད་འགྱོ་སོང་ད་ལྷ་སའི་སྡེ་བཞི་ཐང་གི་མར་དེ་འདི་ཁ་བཏགས་དེ་རེད་འདི་དེ་ལ་ད་རྒན་བུ་གི་དེ་འདི་སྐུ་གསུང་ཐུགས་རྟེན་ཐང་གི་བསུ་འཆར་བརྩེ་མི་ཐུབ་ད་དེར་དེ་འདི་སྐུ་འཁྲུངས་ཚེ་རྫོགས་གི་ར་བས་འདི་ཁྱོད་སྒྲུབ་མི་ཐུབ་དེ་རང་གི་སྒྲུབ་མི་ཐུབ་པ་གཞན་ལ་ནོར་འཚེར་བཙོང།

ད་དེའི་སྐབས་སུ་དེ་ནས་ཨོ་རྒྱན་རིན་པོ་ཆེ་ཁོང་གིས་ད་ལྟ་བ་དེ་ལས་སྦས་བཞག་ཟེར་གི་ཆུ་ཐང་གཅིག་ད་ཁྲི་སྲོང་ལྡེ་བཙན་ཆོས་ལ་ཁྲེལ། ཁྲེལ་དུས་དེ་ནས་དེའི་སྐབས་སུ་ད་གང་ལྟར་སྐྱེ་བ་སྔ་མ་གི་དེ་འདྲ་བག་ཆགས་འདྲ་སྲིད་དེ་ནས་ཨོ་རྒྱན་རིན་པོ་ཆེ་གི་ཆུ་ཐང་གཅིག་ད་ཁྲི་སྲོང་ལྡེ་བཙན་ཆོས་ཀྱི་སྐྱེ་བ་བཅུ་དྲུག་གི་ཚང་ནས་ཉམས་སུ་ལོངས་དེ་བྱས་དུས་ད་དེའི་སྐབས་སུ་དེ་ནས་ཁྲི་སྲོང་ལྡེ་བཙན་ཆོས་ད་སངས་རྒྱས་འགྲོ་བསམ་དེ་ནས་ཨོ་རྒྱན་རིན་པོ་ཆེ་གི་ཁྲི་སྲོང་ལྡེ་བཙན་ལ་དེ་འདྲའི་བསམ་ཟིན་རྒྱལ་པོ་གཉིས་ཀྱི་འབེལ་རོ་བརྩམས་ན་ད་གནའ་བོའི་ནང་གི་སྙིང་པོ་ལོ་ཙཱ་བ་རྣམས་ཐེངས་རེ་བསྐྱོད་པོ་གི་དང་ཚུལ་ཉམས་པ་སེ་ཤེས་པའི་རྐྱེན་གྱིས

ད་ལྟའི་ཨོ་རྒྱན་རིན་པོ་ཆེ་གི་གཏེར་ཁ་ཐང་ཆེན་ཆུ་ཆོལ་ཁྲེས་རེད་དགོ། ཡིན་ནའོ་ཁྱོས་ཉམས་སུ་ལེན་འདི་ལས་རེད་མ་གཏོགས་མི་གཞན་པ་ཤི་རེ་ཉམས་སུ་ལེན་རུ་ཚིག་མ་རེད་དེ། ཁྱེད་ཚོ་ཉམས་སུ་ལེན་རུ་མི་ཚིག་རེད་དེ་ཟེར་ན་ད་ཁྱོད་སྟེང་དུ། སྐྱེ་བ་འདི་ཉིད་ཀྱི་སྟེང་དུ་རང་གི་རྩ་བའི་བླ་མ་ཐུགས་སྲོག་ཐང་ཆེན་དང་དང་ཚུལ་ཉམས་སུ་འདི་ཏིག་རེད་གསུངས་དེ་ནས་ད་དེ་འདྲའི་གསུངས་ཟེར། དེའི་དོན་གྱིས་བླ་མ་སྐལ་མཆོག་དང་སློབ་དཔོན་ལ་སྐྱག་རྒྱང་མང་དུ་བྱས་དེའི་ཕྱིར་ན་ད་སྐྱེ་བ་འདི་ཉིད་ཀྱི་སྟེང་དུ་ཁྲི་སྲོང་ལྡེ་བཙན་མཆོག་གི་བླ་མ་དང་སྐལ་མཆོག་དེ་ནས་རང་གི་སློབ་དཔོན་ཐུགས་སྲོག་ཐང་ཆེན་ལ་ད་གང་ལྟར་སྟེང་དུ་དང་ཚུལ་ཉམས་སུ་འདི་འདྲ་བ་ན་ད་ཁྱོད་ཀྱི་སྟེང་དུ་བཤགས་པ་ཡག་པོ་ཞིག་བྱས་ཏེ་གསུངས་ཟེར། དེའི་དུས་སུ་ངག་དཀར་གྱི་རྩེ་ན་གཡོས་ཀྱི་སྙིང་པོ་གཡོན་བཟུང་ལ་ཕ་ཡི་པོ་གནས་ཀྱི་སྙིང་པོ་ནག་ཁྲུས་བསྒོམ་པ་དེ་ཁོང་ཆུ་བོང་སྒང་པའི་སྙིང་པོ་སྒང་ལ་བསྒོམ་པ་བསྟན་སྲིང་ལས་རེ་ད་ལྟའི་གང་ལྟར་དེ་འདུག་ཁྲོ་སྲུང་སྡེ་ཚན་མ་འོངས་པ་ལ་དེ་འདུག་སྐྱེ་བ་བཅུ་དྲུག་གི་ཐ་མ་དང་ན་བ་རློན་པ་དེ་ནི་དམར་བོ་སྟར་བུ་ཁ་ཚིག་བཞག་འདྲ་སྟར་བུ་དམར་བོ་ཁ་ཚིག་བཞག་འདྲ་ཟིག་གི་ནང་དུ་ལ་བུ་ལ་འབྲུ་ལོ་བ་ཟིག་གི་ཆོག་སྐྱེ་བ་ལན་གྱི་ཡང་སྐྱེ་བ་དེ་ཉིད་ཀྱི་སྟེང་དུ་ན།

འགྲོ་བ་སེམས་ཅན་ཐམས་ཅད་ལ་སྙིང་རྗེ་ཡག་པོ་གཟིགས་གང་དེ་རྗེས་གཟིགས། མ་ཡི་སྙིང་པོ་ཙམ་པ་ཀ་འདི་བཟང་པོ་ཁོ་ལ་འགྲོ་བ་ཐམས་ཅད་བུ་བཞིན་དུ་སྐྱོང་འདི་ན་ཐག་ཉེ་རིང་ཁྱོད་དང་དེ་འདྲ་རྒྱུ་ཆད་ཆོས་ཐོག་ཆད་ཆོས་ལ་སོགས་པ་མི་བལྟ་བར་ཡོངས་སུ་རྫོགས་པ་ལ་རང་གི་བུ་ལྟ་སྟེ་དེ་འདྲ་བཟང་སྐྱོང་གྱིས་སང་དེ་ནས་ཨོ་རྒྱན་རིན་པོ་ཆེ་གི་དག་ཁྲི་སྲོང་ལྡེ་བཙན་ལ་མ་འོངས་པ་ལ་ད་གང་ལྟར་དེ་འདྲ་སྐྱེ་བ་ཚད་མ་མ་རག་དེ་འདྲ་སྐྱེ་ཟིན་དུ་སོང་ཟེར།

དེ་ནས་བླ་མ་གི་གདམས་ཁང་དུ་སོ་ཐང་ཆེ་སྒང་དེ་ནས་ད་ཁྱེད་ཉིན་ཚེ་དུར་ཁྲོད་ནང་སོ་ཡང་ནོ་ཡང་དང་བླ་མ་ལ་གསོལ་བ་འདེབས་དེ་རྗེས་ཟེར། ཁྱོད་ཀྱི་སྙིང་པོ་དབང་དུ་དང་ཚུལ་ནུ་ལ་ཐ་ར་དན་འདི་འཛིན་གྱི་སྙིང་པོ་བསྟན་འཛིན་སྤྲོ་བསྡུ་བྱས་ལ་རི་བུ་རྩ་ཁ་རྒྱོག། དེ་ནས་ལོངས་སྤྱོད་ཀྱི་སྙིང་པོ་སྒང་དྲུག་བྱས་ལ་ཆོས་སྐྱེས་བླང་རང་སྒོ་སངས་སྨན་པར་བགྱིས། དེ་ནས་གཏི་མུག་གི་སྙིང་པོ་བསྐྱེད་རྫོགས་རིམ་པ་ལྷོ་ལ་སྒང་དགྲ་ལ་སྙིང་པོ་ཡེ་ཤེས་ལྷ་ལ་རྒྱུན་ཆད་མེད་པར་མཆོད་པ་ཕུལ།

ལྷ་ཁང་སྙིང་པོ་རང་ལ་དཀྱིལ་འཁོར་སྒང་ལ་གཡོ་ལྡང་གསར་བ་ཅིག་རྒྱན་གྱི་སྙིང་པོ་ཚེ་མེད་ཀྱི་རྒྱུན་ལ་འགྲོ་དེ་ཚོགས་རིས་མེད་པར་གྱིས་ཕྱུགས་ཀྱི་སྙིང་པོ་རང་སའི་ཕྱོགས་གཉིས་མ་ཕྱོགས་སྟོང་སང་དུ་ངང་ལ་ཞོག་དང་ཚུགས་ཀྱི་སྙིང་པོ་རང་སའི་རྒྱུན་ཆད་མེད་པར་དོར་ལ་སེམས་ཉིད་རྩོམ་པར་ཐལ་མེད་ངང་གི་སྙིང་པོ་རྒྱས་ལ་བཟོད་གཟུང་མེད་པར་བསྐྱེད་ལ་སྙིང། སྙིང་རྗེ་གི་གདམས་ངག་སྒང་དཀྱིལ་འཁོར་སྙིང་པོ་དགོངས་པ་འགྱུར་མེད་ཀྱི་ངང་དུ་ཞོག་ལྟ་བའི་སྙིང་པོ་ཕྱུགས་ཀྱི་འགྱུར་མེད་དུ་ངོ་ཤེས་པར་གྱིས་སྒང་གི་སྙིང་པོ་གཡོ་ལྡང་སྐྱེ་མེད་སྒང་ལ་ཕྱོགས་གཉིས་བསྟན་པར་གྱིས་སྤྱོད་པའི་གཉེན་པོ་བླང་དོར་མེད་པར་སྐྱེ་ལ་ཆགས་ཞེན་མེད་པར་སྐྱེ་འབྲས་བུའི་གཉེན་པོ་སྐལ་བཟང་རང་ལ་གནས་པའི་འབྲས་བུའི་གཞན་མ་ཙམ་དེ་ལྟར་སྐྱེས་ན་སྐྱེ་བ་དེའི་འོག་ཏུ་བདེ་བ་ཅན་དུ་མཚུངས་ཀྱི་དོན་གྱི་དཔེ་མ་བབས་སུ་སྐྱེ་བར་འགྱུར་རོ་ཟེར་ཏེ། དྭངས་མ་འོངས་པ་ལ་དེ་འདུག་ཁྲོ་སྲུང་ལྡན་ཚེ་གི་སྐྱེ་བ་བཅུ་དྲུག་གི་ཚངས་དེ་ནས་ཁྱོད་དེ་འདྲ་གང་མྱོང་ལན་དེ་འདྲ་ཅིག་ཅིག་གྱིས་གདའ། དེ་ནས་དེའི་སྐབས་སུ་ད་སྐྱེ་བ་དེ་གི་འོག་ཏུ་ན་ཁྱོད་བདེ་བ་ཅན་དུ་ད་སངས་ཀྱི་ཐོག་དེ་ནས་མེ་ཏོག་པད་མ་གི་བབས་ནས་ད་ཁྱོད་དེ་འདྲ་སྐྱེ་འགྲོ་བསམས་ཏེ་ན་ཨོ་རྒྱན་རིན་པོ་ཆེ་གི་ད་ཁྲོ་སྲུང་ལྡན་ཚེ་གི་དེ་འདྲ་སྐྱེ་བ་བཅུ་དྲུག་གི་བར་དུ་མར་གསང་བ་དེ་འདྲའི་ཚེ།

རྒྱལ་པོ་དག་འདི་ཨེ་གསང་སོ། སྐུ་ཙཱ་མ་ར་མེད་པར་གླེན་པོ་རྣམས་ལ་བཀའ་ཆེན་བགྱིས་པར་བཞག་ནས་མཛད་ལས་རེ་ད་ལྟའི་སྐབས་སུ་དེ་ནས་ཁྲི་སྲོང་ལྡེ་མཚན་ཁོང་རུག་དེ་ད་ཙཱ་ལ་རྒྱལ་པོ་མདོ་གླེན་པ་དུ་སོ་ཐང་ཆེན་ལ་མར་དེ་ད་བཀའ་ཆེན་ད་ཁ་ཆེན་འདྲ་བགྱིས་པར་བཞག་ནས་ནི་ད་ཁྲི་སྲོང་ལྡེ་མཚན་དེ་ནས་རྒྱལ་སྲིད་འཇམ་པོ་ཡོང་གི་ཐུགས་ཁ་ལ་ཡར་ཐང་སོང་ལ་ཡན་དེ་ནས་མཛད་ལས། ཐུགས་ཁ་ལ་ཐུམ་པ་ལགས་སོ་གསུངས་སློབ་དཔོན་པད་མ་འབྱུང་གནས་ཀྱི་སྐྱེས་ར་དྲི་མ་མེད་པ་ལས་ཕྱུག་ཏུ་གདམས་ངག་རྣམས་གཏད་ནས་སྦས་ཤིང་རྒྱལ་པོ་ལ་ལམ་བསྟན་པའི་ལེའུ་སྟེ་ཉེར་གཅིག་པའོ།